ངས་མ་ཡིན་ན་ངས་ཆུ་འདྲི་བྱེད་ཀྱི་ཡོད་མ་རེད། ཁོང་གི་སྐོར་དང་ཆུའི་སྐོར་དེ་བ་བཤད་དགོས་བྱུང་ནས། ཤེས་ཡོན་རང་གི་འཛིན་གྲྭའི་ནང་ལ་བསླབ་པའི་སུ་རབ་ཅེས་གཏམ་བཤད་བྱས་པ་མ་གཏོགས། ཆུའི་བྱས་ཉེས་ཀྱི་ངོ་བོ་བྱས་ནས་བྱེད་ཀྱི་མེད། གང་ཡིན་ཟེར་ན། ཆོས་ཀྱི་འབྲེལ་བ་བཞག་ནས་བླ་མ་དང་སློབ་མའི་འབྲེལ་བ་སྦྱོང་གསུངས་པ་ཡིན་ན། ཨེ། གཉེན་བསྟེན་ཚུལ་ཟེར་བ་དེ་གལ་ཆེན་པོ་ཞིག་བྱ་བ་རེད་ལ། དེ་ལ་ཡང་སྐྱོན་རབ་ཤོར་བ་ཡིན་ན།

ལྷག་པར་དུ་སྔ་མ་ནས་ཉམས་རྟོགས་བཞི་བདེ་བ་ལས་གྲོགས་མཐོ་སློབ་ཀྱི་སློབ་ཕྲུག་འདི་མང་པོ་ཞིག་ཞུས་དུས་སྐབས་ལ་ཡང་སྐྱོན་དང་ཡོན་ཏན་གང་ག་མཐོང་བསྡད་ཡོད་རེད་དེ་ཡིན་ཙང་སྐྱོན་རྟོགས་ཀྱི་བློ་ཡོད་བཞིན་དུ

སྐད་ཆ་བཤད་མཁན་གྱི་སར་ཉེན་ཁ་ཡོང་གི་ཡིན་བསམ་པར་བྱས་པ་ཡིན་ན་འཛིན་གྲྭ་དང་ལྕི་བ་ཆགས་འགྲོ་གི་རེད། དེ་འདྲ་ཡིན་ཙང་ཁྱེད་རང་ཚོས་ཁ་ཤས་སློབ་ཕྲུག་གང་དགར་འགྲོ་གི་ཡོད་ཙང་སློབ་ཕྲུག་ལས་བྱེད་གང་དགར་ཕེབས་ཀྱི་ཡོད་ཙང་ང་སྤྱི་བོ་མ་ཕྱིན་ན་ཁེན་ཐག་རིག་འདུག་བསམ་དེ་འདྲའི་ཀླད་བདེ་བ་ཡོད་སྲིད་པ་རེད། དེ་འདྲས་སོང་ཡིན་ཙང། བླ་སློབ་ཀྱི་འདུ་ཤེས་བྱས་ནས་ཉལ་དང། ཡང་དག་ག་ཚད་གཏམ་བཤད་བྱེད་ངེས་བྱས་ནས་ཉལ། དེ་སོ་སོའི་བསམ་བློ་ནང་ནས་ཐག་གཅོད་ཡ་རེད། བྱས་ཙང་ཉལ་ཁ་ཆུང་ཤོས་དེ་ག་རེ་ཡོད་རེད་ཟེར་ན། ང་གཏམ་བཤད་བྱེད་ངེས་ཀྱི་ཉལ་ཁ་ཕྱིན་པ་ཡིན་བསམ་དྲན་པ་ཡིན་ན། ང་ཆོས་ཞུས་མེད་ད་ཟེར་ནས་མི་ལ་ཡར་དྲིལ་བསྒྲགས་མ་བྱས་པ་ཡིན་ནས། སོ་སོའི་བསམ་བློ་ནང་ལ་གསལ་པོ་ཅིག་ཡོད་པ་ཡིན་ན། རྗེས་མ་སྐྱོན་འདོགས་བྱུང་བ་ཡིན་ནའི་རེད་སྐྱོན་བརྗོད་བྱས་བ་བྱུང་བ་ཡིན་ནའི་རེད་གནད་འགག་གལ་ཡོད་མ་རེད།

རྙེད་པ་ལས་ཀྱང་ལྷག་པའི་དོན་ཆེན་པོ་ཅིག་ཡིན་པ་རེད། གང་ཡིན་ཟེར་ན། ཡིད་བཞིན་གྱི་ནོར་བུ་ཡ་རབས་མང་པོ་ཅིག་རགས་པ་ཡིན། དེ་ལ་བརྟེན་ནས་ཧ་ལས་ན་ཚེ་འདིའི་ལྟོ་གོས་དམ་གསུམ་དཔལ་འབྱོར་ལོངས་སྤྱོད་སྟོབས་གོ་ས་འོན་ཏེ་འདྲེས་རབས་ཅིག་སྒྲུབ་ཐུབ་ཡ་ཡོད་ན་མ་གཏོགས་པའི།

དགོས་མཁོ་ཞིག་སྒྲུབ་ཐུབ་ཀྱི་རེད་མ་གཏོགས་ཕྱི་མ་ཕན་ཆད་ལ་ཕན་པ་གང་ཡང་སྒྲུབ་ཐུབ་ཀྱི་ཡོད་མ་རེད། ཚེ་འདིའི་དགོས་མཁོ་དེས་ལུས་ལ་བརྟེན་པའི་དགོས་མཁོ་ཞིག་སྒྲུབ་ཐུབ་ན་མ་གཏོགས་སེམས་མི་སྐྱིད་པ་བྱུས་ཡོད་ཡིན་ན་སེམས་སྐྱིད་པོ་ཡོང་ཡ་ཡང།

བདེ་བ་ཕྲན་བུ་ཙམ་གྱིས་མ་གཏོགས། དཔལ་འདིར་གསང་སྙིང་མི་འགྱུར་ལྡན། འབྲོག་ལར་དུང་ཕྱུར་མང་པོ་ཡོད་ངེས་དེ་ཚོ་ཡང། སེམས་པ་མ་སྐྱིད་པ་བྱས་ནས་རང་ཤི་རྒྱབ་ངེས་དང། སྨྱོན་པའི་སྨན་ཁང་ནང་བསྡད་དགོས་ངེས་འདི་མང་པོ་ཡོང་གི་འདུག་ཨང། ཨ་དེ་ཚོས་ག་རེ་ཚུན་གོ་བ་རེད་ཟེར་ན། དངོས་དང་ཡིད་བཞིན་གྱི་ནོར་བུ་ག་འདྲས་བྱུས་པ་ཡིན་ནའི། དེས་ཕྱི་མ་ཕན་ཆད་ཀྱི་འདུས་བྱས་བསྒྲུབ་མི་ནུས་པ་ཙམ་དུ་མ་ཟད་པའི་ཚེ་འདིའི་འདུས་བྱས་ཆགས་སྡང་བསྒྲུབ་མི་ནུས་པ་དེ་རང་བཞིན་གྱིས་ཟོར་ལྟས་ལས་ཐུང་ཟད་མངོན་སུམ་དུ་མཐོང་སྟེ་རེད་པ། ད་ཚེ་འདིའི་ལྟོ་གྲོད་ཀ་གང་ཟ་ཡག་དང། དུ་ལ་མ་ཆགས་ཟིན་གྱི་གོན་ཡག། འདས་ཟག་གི་ཁང་པ་ཡིན་ན་འདྲ་ཚང་ཡིན་ན་འདྲ་དེ་འདྲས་ཀྱི་བཟོ་ཡག་སྟེ། བྱ་དང་བྱིའུ་ཕྱུགས་དང་དུད་འགྲོ་དེ་ཚོའི་རྗེས་མཐུད་ཡང་བྱེད། ཟས་གོས་གནས་མལ་ཙམ་གྱིས་འགྲུབ་ཡག་ལ་ཡག། སྤྱི་བོའི་འདོད་དོན་ཡིན་པར་བསམ་པ་ཡིན་ན། ཨ་ནི་མི་དང་དུད་འགྲོ་ལ་དབྱེ་བ་གལ་མ་བྱུང་བ་རེད། བྱིའུ་ཆུང་ཆུང་གཅིག་ཡིན་ནའི་འདྲ། ཙི་ཙི་ཆུང་ཆུང་གཅིག་ཡིན་པ་ཡིན་ནའི། ལྟོ་གྲོད་ཁོག་གང་བཙལ་ནས་ཡོང་གི་འདུག་ཨང།

ལྟོ་གོས་ཚད་ཡག། ཚང་བཟོ་ཡག། སྤོ་གོ་གསོ་སྦྱོང་བྱེད་ཡག། དེ་ཚོ་ལ་དུད་འགྲོ་དང་གཅིག་པ་རེད་བ། དུད་འགྲོ་དང་གཅིག་པ་བྱས་ནས་མེ་ཚེ་བཅད་པ་ཡིན་ན། མི་ལས་སྐྱིད་པས། སྟབས་དོན་གོ་མ་ཆོད་པ་རེད་བ། བཀའ་གདམས་པའི་གོ་མ་ཚོས། ད་རེས་ཕྱུག་དང་བྱེ་བྲག་འབྱེད་པའི་དུས་ཡིན་གསུང་ཡ་དེ། དངོས་ཡོད་ཀྱི་གནས་སྟངས་རང་རེད། ད་རེས་དངོས་གནས་མི་ལས་སྐྱིད་པས། ཕོ་ཁྱོ་ག་ཅིག་ཡིན་ན། དུད་འགྲོ་ལས་ཆེ་བར་འགྱུར་ཡ་ཅིག་བཟོ་དགོས་ཡ་དེ་གལ་ཆེན་པོ་ཞིག་རེད། སྤྱི་ཡ་དེ་མི་ལ་སྤྱི། སྨྲ་བཞིན་དོན་གོ་བ་བྱེད། ད་སྨྲ་སྨྲ་བཞིན་དོན་མ་གོ་བ་ཡིན་ན་སྤྱི་བ་ཕྱི་མའི་བསམ་བློ་ཞིག་ད་ཁོག་གོ་མ་རེད་པ། ད་སྨྲ་བཞིན་དོན་གོ་བ་བྱེད། སྨྲ་བཞིན་དོན་གོ་བ་ཙམ་དུ་མ་ཟད་པའི། ལྕི་བ་སྔ་ཕྱི་དང་ལས་རྒྱུ་འབྲས་ལ་སོགས་པ་ཆོས་ཀྱི་རྣམ་གཞག་དེ་ཚོའི་རྟེན་རྐྱེན་ཡོད་ལ་རང་གིས་ཤེས་པའི་ནུས་པར་བཅོལ། དེ་ཚོ་གང་གཱ་ཤིན་པའི་གོ་སྐབས་འདི་ལ་ཡ། ལས་ཀ་བྱེད་སྟངས་དང་མི་སྤྱད་སྟངས་དེ་དུད་འགྲོ་ནང་བཞིན་ཇི་མ་ཏུ་མ་བྱུང་བ་ཡིན་ན། ཆུ་དང་བྱེ་བྲག་མ་ཕྱེད་པར་བ། དེ་ཡིན་ཙང་ཧ་ཅང་གི་ཕངས་པོར་བ། གང་ཞིག་སེམས་ནུས་རིན་ཆེན་སྤྲད་པའི་ནུས། ངས་ཆུ་ཆགས་པར་བྱེད་པ་དེ་བས་ནི་གང་དེ་བས་ལེགས།

འོན་དེ་འདྲའི་གསུང་བ་ཡིན་ཙང་ཡིད་བཞིན་གྱི་ནོར་བུ་ལས་ཀྱང་ལྷག་པའི། དར་ཆའི་འགྱུར་ཆུ་ཚང་བའི་མིའི་ལུས་རྟེན་འདི་འདྲས་ཐོབ་པའི་སྐབས་ལ་ཡ། ཐུབ་པ་འདི། ཨཱ་ནི་དོན་གྱིས་བསྒྲུབ་མ་ཐུབ་པ་ཡིན་ན། ལྕི་བ་འདི་ལ། རྟེན་གྱི་འདུན་མ་གྱིས་བསྒྲུབ་མ་ཐུབ་པ་ཡིན་ན། ཨཱ་ནི་དར་འགྱུར་གྱི་ལུས་རྟེན་འདི་ཡང་ཡང་གཉིས་ཀྱི་རེད་བསམ་པའི་རེ་བ་རྒྱག་ཡ་ཤ་ཁག་པོ་རེད།

ལྷག་པར་དུ་མངོན་མཐོའི་ནང་ནས་མངལ་གྱི་ཁམས་དྲུག་ལྡན་གྱི་མི། མིའི་མི་དགོངས་པ་བཞི་དང་མི་མ་ཡིན་པའི་མི་དགོངས་པ་བཞི་ལས་བྲལ་བའི་བདེ་བ་བརྒྱད་ཚངས་པ། རང་འབྱོར་ལྔ་དང་གཞན་འབྱོར་ལྔ་ལ་སོགས་འགྱུར་བ་བཅུ་ཚངས་པ། འདི་འདྲས་ཀྱི་ལུས་རྟེན་གྱི། ཐབས་ཡ། ཚུལ་ཁྲིམས་ཡང་གཙང་པོ་བ་གཅིག་གིས་ཕན་གྱི་མ་རེད་ཚུལ་ཁྲིམས་རྣམ་པར་དག་པའི་གཞི་གསུངས།

གལ་སྲིད་ང་རང་ཚོས་དངོས་སུ་བསད་པའི་བྱ་བ་ལ་མ་འཇུས་པ་ཡིན་ནའི། བསད་མཁན་ལ་རྗེས་སུ་ཡི་རང་བ། རང་གི་མི་དགའ་ས་ར་བ་ཅིག་དང། རང་གི་དགྲ་བོ་ར་བ་ཅིག་བསད་པ་རེད་ཤི་བ་རེད་ཟེར་ལབ་ཡིན་ན་འང་འགྲིག་ཤག་བསམ་པའི་བསམ་བློ་ལོར་སྐྱེ་སྲིད་པ་རེད།

ཟླ་འཇིམ་དགའ་འདི་ཡིས་སོ་སོའི་དགོས་མཁོ་ནས་བརྒལ་ནས་བག་མེད་ལོངས་སྤྱོད་བྱས་པ་ཡིན་ན། མི་གཞན་པ་ཅིག་ཀ་ལ་དེ་ཡིན་གྱི་མིན་གྱི་འཕྲོག་བསྡད་ཀྱི་ཡོད་རེད་དེ་རྐུ་མ་རེད་གསུང་ཡ་དེ་ཧམ་པ་མ་རེད་རྒྱུ་མཚན་མེད་པ་མ་རེད་དངོས་ཡོད་ཀྱི་གནས་སྟངས་རེད། སྐལ་བ་བཟང་བའི་སྐབས་ལ་ཡིན་ན།

སྟོང་དགོས། བར་སྣང་སྟོང་པ་དེ་བདག་ཏུ་བཟུང་བ་བྱ་བདེ་བ་རེད། འདི་རྒྱ་གར་གྱི་བར་སྣང་རེད་འདི་པ་ཀི་སི་ཐན་གྱི་བར་སྣང་རེད་དེ་ནས་ཕར་འགྲོ་ཆོག་གི་མ་རེད་འདི་ནས་ཚུར་ཡོང་ཆོག་གི་མ་རེད་ཟེར་ཡག་སུ་ར་བ། སེམས་ཅན་སྤྱི་ལ་དབང་བའི་འབྱུང་བ་དེ་ཚོ་ཡང་ད་ད་ལྟ་སྒེར་གྱི་བདག་ཏུ་བཟུང་བདེ་རེད། ཨ་ལས་གཞན་པ་ཕར་བཞག་ནས། སོ་སོའི་བྲིས་པའི་ཚིག་ཁ་ཤས་བརྗོད་པ་ཡིན། འདི་མི་གཞན་པ་གཅིག་གི་ལུང་དྲངས་པ་ཡིན་ན། འདི་ངས་འདྲ་བཤུས་ཀྱི་ཐོབ་ཐང་བཀོད་པ་རེད་ལབ་གི་རེད། དེའི་རྐུན་མ་གི་སོ་ར་ཆགས་འགྲོ་གི་རེད། དེ་འདྲ་ཡིན་ཙང་ད་ལྟའི་གོ་སྐབས་འདི་ལ་ཡ། གོ་ལ་གཅིག་གྱུར་གྱི་གོ་སྐབས་འདིའི་ནང་ལ། བདག་ཏུ་མ་བཟུང་བའི་དངོས་པོ་ར་ཡ་ཁ་པོ་ཞེས་བྱ་རེད། བདག་དུ་མ་བསོད་དངོས་པོ་ར་ཡ་ཁ་པོ་ཡོད་པ་ཙམ་དུ་མ་ཟད་པས་བདག་དུ་མ་བསོད་དངོས་པོ་ཡིན་བསམ་ནས་ང་ཚོས་བེད་སྤྱོད་མང་པོ་བཏང་བསྡད་དགོས་རེད། དེ་འདྲས་སོང་ཡིན་ཙང་ཞིག་ཚ་བོ་བཅས་བལྟས་པ་ཡིན་ན། མ་བྱིན་ལེན་སྤོམ་ཐུག་ཡ་དེས་དཀའ་ལས་ཁ་པོ་བྱ་བསྡད་པ་རེད།